ཡང་ཁོང་མེ་འགྲམ་ལས་བྱེད་སུ་ང་འཛད་དང་སྐྱག་པ་ལྟར་བདུན་ཕྲག་བདུན་ནས་ནའང་དེ་ནས་ང་དང་འོ་དེ་བདུན་གཅིག་ཟིག་བྱས་ཟིན་ན་དེ་ག་ནས་ང་དང་བར་དོ་སྒྲོ་ལས་སྐྱག་ཨ་ཡ་སྒྲོ་ལ་མེད་སྐྱག་མོལ་ག་འཇིག་དང་ད་དེ་ཟུག་ཤིག་འདུག་ག་ལ་ད་ལྟོས་ཟིན་ནོ་ག་ལ་བདུན་ཕྲག་གཅིག་ག་ལ་བདུན་ཕྲག་གཅིག། ང་དང་མ་ནས་ད་ང་དང་བདུན་ཕྲག་གཅིག་དེ་ནས་པར་ཤིད་ནང་དུ་ནས་པ་ཡིན་མོ་ལ་རོགས་ཉུང་ཤོག་པོ་ང་དང་ཅི་ཡོད་སྐྱག་ཟིན་ན་བདུན་ཕྲག་གཅིག་ང་དང་པར་ཤིད་དེ་ནའང་ཨ་ལ་པར་ཤིད་དེ་ན་ནས་ཐུབ་བེད་མོལ་འདུག་ག་ལ་ད་ལྟའི་ག་ནི་ང་དང་དག་ས་ཀྲོངས་ཏེ་སྟིང་ནས་བཞག་མ་བརྩམས་ནས་ཧ་གོད་རྒྱུ་ག་འགྲོ་ང་དང་ཐོ་རེ་སྟིང་ནས་ང་དང་བསམ་གཏན་གྱི་བཞག་དང་པོ་གཉིས་པ། བསམ་གཏན་གྱི་བཞག་བཞུ་ཟ་ནི་དེ་ཟ་ནི་ཡོངས་བཅད་ཟེར་ཧ་ལ་ལས། སྐྱོ་ད་སང་བདུན་ཕྲག་གཅིག་གི་ནང་ང་དང་སྐྱེ་བ་ཞིག། ང་དང། ལན། ང་དང་སྐྱེ་བ་ཞིག། ལེན་ཐུབ་ཐུབ་པ་ལ་ང་ད་ལེན་ལེན་ཆོག་པ་ལས་ལེན། ང་ད་ལེན་ཐུབ་ན་ཐུབ་ཡ་མ་ཐུབ་ན་ཡང་སྐྱར་ང་ད་འཆི་ཁ་ཆད་མོལ་འདུག་ག་ད་དེར་བསྡུ། བདག་ས་ང་ད་ཡིག་ག་ནས། འཆི་བ་སྡུག་བསྔལ་གྱི་བར་དོ་བྱབ་འཆི་བས་ན་བྱབ་ལས་པ་ཅིག་ན་དེ་ནས་འཆི་བས་འཆི་བས་སྐ་ཅིག་དང་པོ་ནས་གཉིས་པ་བས་ན་ང་ད་ཨོ་ཚ་ལས་ན་ང་འཆི་དེ་སྟེང་ནས་དེ་ནས་ང་ད་ཨོ་དེ་བཞུགས་པས་ན་ང། ད་སྔ་ཏང་ཙོགས་སྨི་ཡི་ལ་ང་ལོ་ངའི་པ་དེ་ནས་འགལ་བ་རྒྱབ་སྐྱོར་བག་མེད་དང་ན་ཟུག་ཧ་མ་གོ་གན་གུན་དེ་ནས་ཞག་མ་གསུམ་ཙོགས་ཤིག་ང་ཏང་ཨ་དེ་ནས་མུ་ན་ཙོགས་སོང་ཏེ་ཤི་སོ་ནས་ང་ཏང་ཤི་དེ་ན་སོན་ཏེ་འཛེར་སྐན་པོ་ང་ཏང་ཨ་འཆར་ཅན་མེན་མོལ་འདུག་ཨ་ལེ་ཧ་ལ་ལེ། བཟང་ཐལ་གཉིས་སྤུད་དེ་ན་ཡར་གྱི་བཟང་ཐལ་ན་མར་གྱི་བཟང་ཐལ་གཉིས་ཀ་སྤུད་ཏེ་དེ་བ་ཧ་གོ་ཅན་མེན་མོལ་འདུག་ཨ་འོ་ད་དེ་དུས་སུ་དེ་ནས་ང་ཏང་ཨ་ལྕབ་ཏེ་དེ་ནས་འོ་དེ་ཡང་ནས་ང་ཏང་ཨ་གུ་ལེ་གུ་ལེ་ཨ་ཆེན་ཆེན་གྱིས་ནང་དེ་ནས་ང་ཏང་བདུན་ཕྲག་གཅིག་ཚུགས་པ་མ་ནས་སྐྱེ་བ་ཞིག་ང་ད་ཡ་མ་ཡི་ཉིན་མཚམས་ཞིག་རྫོགས་ཤིག་ང་དང་སྦྱོར་དགོས་ཟེར་སྐྱག་པ་འོ་ད་དེ་ན་སྦྱོར་མ་ཐུབ་ན་ཨ་ལ་དེ་ནས་ང་ད་ཡང་ང་དང་ཁོ་རང་བར་དོའི་ནང་ང་ད་ཞྭ་བྲག་གི་ཕུང་པོ་མེད་སྐྱག་པ་ལས་དབྱིབས་ཀླུ་གཞོན་སྐྱག་པ་དེ་དབང་དེ་ནས་ང་དང་ཤེས་བཙོག་ཟིན་མོལ་འདུག་ག་ལས་ཤི་བ་ཡིན་མོལ་ཏེ་མ་འདི་ད་ཤི་ཡ་ཡིན་མོལ་ཏེ་སྲུང་བ་མཛད་དེ་འོང་འདུག་ག་ལས་ད་ཤི་ན་ཡང་ཡང་བར་དོ་ལ་སྐྱེ་བ། དེ་ནས་ང་ཏཱས་བར་དོ་ར་སྐྱེ་བ་ལེན་ནས། ཡང། བར་དོ། ཡང་བར་དོ་སྒྲུབ་པའི་ཀྱང་ང་ཏཱ་ལས་ད་བདུན་ཕྲག་དང་པོ་གཉིས་པ་རྫོགས་པས་ན། དེ་ནས་ཡང་བདུན་ཕྲག། ཡང་ང་ཏཱ་བདུན་ཕྲག་རྗེས་མ་བ། ང་ཏཱ་རྗེས་མ་ལ་སྐྱེ་བ་ཞིག་རྩལ་དགོས་པ་ད་ཡང་ང་ཏཱ་རྩལ་ལ་ནོག་ལ་སྐྱེ་བ། ཀྱེ་རྩལ་ལ་ནོག་ཟེར་ན་ཡང་ང་ཏཱ་མ་ཡིན་ཉིད་མཚམས་སྦྱོར་སྐྱེ་ཞིག་ཡ། དེ་ན་དེའོ་ང་ཏཱ་ལེན་མ་ཐུབ་ན་ཧ་ལ་ལས་མ་ཐུབ་ན་གལ་ཏེ་ང་ཏཱ་ཉིད་མཚམས། འཇལ་བྱེད་ཀྱི་གོ་སྐབས་ཤིག་མ་ཐོབ་ན་ཡང་ང་དང་ལྟེ་བའི་ནང་རྒྱལ་རྒྱལ་ལེད་མོ་འདུག་ག་ལེ་རྒྱལ་རྒྱལ་ཙོག་པད་ང་ད་མ་ནི་ཁོ་རང་ཤི་བ་དང་གཅིག་པ་ཡིན་མོ་འདུག་ག་ལེ། དེས་ན་ང་ཨ་ལྡ། དེ་དེས་ན་ང་དེ་ནས་ང་དང་ཡང་ད་ཅི་ཡོད་བཀྱག་ཟེར་ན། ཡང་དེ་ནས་ཏིང་མ་ཨ་ལ་ལེ།

ཡང་སྐྱབས་སྐོར་གསང་ས་གཅིག་ནང་བདག་ས་ལྔ་བཏང་ཨེ། དེ་ནས། བདུན་ཚིགས་གཟན་གཅིག་ནང། བཛྲ་ད་ཡིན་ནོག་པ་ལས། ཨོ་དེ་རྒྱུད་ཚན་པོ་ཨ་ལ་རྒྱུད་ཚན། ཨོ་དེ་པོ་ཡིན་ནོག་པ་ལ་ལས། ལྟེ་བའི་གཞས་སྟེ་བདུན་རེ་རེ་ཨ་ལྔ་བཏང། དེ་ནས་པར་སིད་དེའི་སྐབས་སུ། དེ་ནས་ང་འགྲོ་ལ། དེ་ནས་ང་འགྲོའི་སྐྱེ་བ། སྐྱེ་བ་ལྔ་བཏང་ཨ། ཡིན་ན། ཡ། ང་ལྟ་བདེ་དྲོད་སྐྱེ་བ་ལེན་གྱི། སྐྱེ་བ་ལེན། གཟི་རྐང་བང། བརྒྱ་ཆ་བརྒྱ་ང་ལྟ་ང། བརྒྱ་ཆའི་བརྒྱ་ཆའི་ནང་ན། ད་ང་ལྟ་དགུ་བཅུ་རྫོགས་པོ་པར་ཤིས་དེ་སྐབས་ལ། ཏན་ཏན་ང་ལྟ་ད་མཁལ་འཛད་མྱ་ནོ་རོགས་ལས། ཨོ་དེ་ཇི་གེ་ན་ང་ལྟ་ལས། ཤོ་ད་ལས། ད་དེའང་ནི་ང་ལྟ་བརྒྱ་ཆའི་ཨང་ནི་བཅུ་རྫོགས་པོ། དེ་ནས་ལག་ལུས་ལུས་ལྟོས་དེ་ནོག་པ། ཨོ། དེ་བོ་དེ་ནས་བདུན་ཕྲག། བདུན་ཕྲག་དེ་ནས་ང་ལྟ། བདུན་ཚིགས་རེ་རེའི་སྐབས་ལ་དེ་ནི་ང་དང། ད་ལ་མ། པདྨ་བཞུ་སྟེ་ཁྱོགས་ཏེ་ཁྱོ་ག་ས་ལ་བཟའ་བྱེད་དང། དེ་ནི་ང་དང། མོ་ལྷམ་ས་ལ་བཟའ་བྱེད་དང། དེ་ནི་ཁྱོད་མོས་སྤུ་ལ་བཟའ་བྱེད་དང། དགེ་བ་དགེ་སྦྱོར་ང་དང། གསོལ་ཡ་ད། དེ་ནི་ང་དང། བླ་མ་ལ་གསོལ་བ་བཏབ། བཀའ་བཀན་པའི་བཞའ་སྟེ། ཁོ།

པར་ཤིད་ཇུས་ཆོག་པ་ནི་པར་ཤིད་པ་ལ་དེ་ནས་པར་དོད་ཤིད་པའི་ནང་ཡོད་མཁན་ཀུན་ལ་ནགས་དམའ་མང་པོ་ཡོད་དགག་པ་དག་ཁོ་རང་ང་དང་ལས་མ་ནས་དེ་ནགས་ཡོད་མཁན་པོ་དེ་ནས་སེལ་ཐུབ་པ་དེ་ནས་ང་དང་སེལ་ཐུབ་བྱེད་སའི་ང་དང་ཀུན་ནས་དེ་ནས་དགེ་བ་མཛད་བྱེད་དང་དེ་ནས་མཆོད་པ་ཕུལ་བྱེད་དང་དེ་ནས་དགེ་འདུན་ལ་གཉིས་བསྐུར་ཕུལ་བྱེད་དང་དེ་ནས་བླ་མ་དངོས་གཏེར་ཕུལ་ཏེ་བཞུགས་ན་ཁོ་རང་བྱིན་པས་དེ་ནས་རྒྱུ་ནོར་བྱ་གླག་ཀུན་དེ་ནས་ང་དང་བསྔོ་མཛད་དེ་དེ་ནས་པ། དང། བུ་ལ་བཟའ་སྟེ་དེ། ཨོ་ཏོ། ཨོ་ཏོ་བཙོག་ཚེ་དེ་ནི། ཁོ་ཡི་དེ་ནི་ཅི་ག་རྒྱུ་རེད་ནོ་རོགས་ཁོ་རང། ད་ང་ད་མ་མ་ནི་ཆུ་གྲོང་སྐར་འབུག་པ་ཕྱུག་པོ་ནོར་བཅའ་ལག་མ་མང་པོ། མ་ནི་ནོར་ལོངས་སྤྱོད་དང་ལྡན་ག་འཇིག་ཡིན་ན་ང་ད་ང་དེ་ཁོ་ཡི་ནོར་བཅའ་ལག་པ་ཧབ་བྱ་རྒྱབ་བྱེད་དང་བདག་པོ་རྒྱབ་བྱེད་སྲིད་པ། གཅིག་གིས་ན་ཁོའི། ཁོའི་ལྕེ་ལག་པོ་ང་ཐོབ་འདོད་ཀྱི་སེམས་པས་ཡོང་རོགས་པ་ཨོ་ད་དེའོ་མ་ཟ་ད་ཨོ་དེ་ནི་ཁོ་རང་ཨ་དེ་ནི། ལྕེ་ལག་ངོ་སྤོ་བཅུག་ཡོད་ནོ་ན་ད་དེ་ཀུན་དེ་ནི་ཨོ་དེ། ཡར་ང་ལོང་ཨ་ད་མ་ནི་བརྒྱུགས་ན་དེ་ནི། རང་གི་དྲིན་ཅན་རྩ་བའི་བླ་མ་ང་དང་བསྔོ་བ་ཕུལ་བྱེད་དང་དེ་ནི་དཀོན་མཆོག་སྲུང་མ་མཆོད་པ་ཕུལ་བྱེད་དང་དེ་ནི་ང་དང་དགེ་བ་བསྒེབ་བྱོས་དེ་ནི། ང་དང་ཡིད་སྤྲོ་དམ་པ་རིགས་ཀྱི་ཞལ་ཅེས་ཏེ་དེ་ནི་ང་དང། ཡིད་སྤྲོ་ས་ལ་འཛད་བྱེད་དང་དེ་ནི་ནམ་མཁའི་སྟོང་ཕྱོགས་ས་ལ་འཛད་བྱེད་དང་དེ་ནི་མར་མེའི། ང་དང་ཆོས་མེད་བུ་ལ་རྫ་ཆེན་སོགས་ཀུན། ཨོ་ད་ཁོད། ཨོ་དེ་བདུན་ཕྲག་སྟེང་མ། ཨ་ལ། བདུན་ཕྲག་གོང་ནས་ན་ཁོ། དེ་ནས། ཨོ་དེ། ང་ཚོ་ང་སྐད་ཆེ་ཡོད་ན་ང་ཚོ་ང་ཁ་བསྒྱུར་དེ་ན། དེ་ནས་བདེ་འགྲོ་བ་སྐད་ཆེ་ལྷ་དང་མིའི་གོ་འཕང་ཐོབ་ཅེས། ཁོ། དེ་ནས་རྨ་ཆ་སྐྱེན། བཟང་པོ་ཞིག། དེ་ནས་པར་དོར་སྲིད་པས་ན་ང་དང་སྒྲུབ་པ་ནོག་མོ་སྟོན་རོགས། ག་འོ་དེ་ནས། བདུན་ཕྲག་ངན་མ་བཙོགས་པས་ན་ཁོ་ང་ཚོ་ང་བྱ་བྱེད་ཟེར། དེ་ནས་ཁོས་བྱ་བྱེད་ཟེར་དེ་ནས་པར་སྲིད་སྒྲུབ་སྟོན་ན་བདུན་ཕྲག་སྟིང་མ་བས་ན། དེ་ནས་ཁོ་ཁ་བསྒྱུར་ཏེ་བདེ་འགྲོ་ལ་སྐྱེལ་བྱེད་ཟེར་པར་སྲིད་པོ་སྒྲུབ་པ་འགྲུབ་པས་དེ་ནས་མགོ་སྐབས་ཐོབ་པ་ཡིན་ནོག་མོ་སྟོན་རོགས། ལས་པས་ན། བདག་ས་ང་དང། དེ་ན་ནང་བཞིན་ན་ལ། དེ་ནས་མ་ཐ་མ་ཏཱ་ང་ཏཱ་བདུན་ཏྲག་བདུན། ཨ་ལ་བདུན་ཏྲག་བདུན་བརྗོད་ཅེ་ན་ཞག་བཞི་བཅུའི་བཞི་དགུ། ཚུགས་པ་གོ་ན་ཚུགས་པ་ན་ཡོང་བ་ནོག་མི་ནོག་ནོག་པར་དོའི་ནང་ང་ལས་པར་དོའི་པར་ཧྲིའི་དེ་ནང་ང་ལས། ཨོ་ཏ་ཉི་མ་དེ་ནས་བཞི་བཅུའི་བཞི་དགུ་ནས་དེ་ནས་མ་ནས་མ་ཐ་མ་ཏཱ་མ་ནས་ཀོ་རང་སྐྱེ་བ་ཨིན་གཅིག་མིན་གཅིག་ང་དང་སྐྱེ་བ་བཞིག་ནི་མ་ནས་ལེན་དགོ་ས་ནོག་མོ་ལྟེ་ནོག་ལས་དེའི་སྐབས་སུ་དེ་ནས་ང་དང་ཨོ་ཏ་དེ་བ་ང་དང་ད་ཅི་ཡོད་ཀྱག་ཟེ་ན་ཨོ་དེ་བོ་བདག་ས་དེ་བས་ཕི་ཡ་ང་ད་ལ་གསུམ་འཇིག་ཚང་ལ་གསུམ་མའི་རྣམ་གཞག་ཅིག་ཧ་གོ་གོ་ཟེར་བཀྱགས་ལེ། དེ་ལ་གསུམ་ཀ་ཅིང་བཀྱགས་ཟེར་ན་ཨོ་ད་བསོད་ནམས་ཀྱི་ལ་དང། དེ་ནས་ང་ད་ལ། ལ་བཞི་བཀྱགས་པ་བསོད་ནམས་ཀྱི་ལ་དང་མི་གཡོ་བའི་ལ་ཟེར་ཀ་འཇིག་གཉིས་ང་དང་ཨ། གཉིས་སེ་དེ་ནས་ང་དང་ཨ། ད་རྣམ་གཞག་རྫོགས་པོ་ཧ་གོ་གོ་ཟེར་བཀྱགས་ལེ། ད་མི་གཡོ་བའི་ལ། གཞུག་སྐམ་པོ་ཀ་གཟུགས་བྱིན་ནོག་ཟེར་ན་ཨོ་ད་མི་གཡོ་བའི་ལ་གཞུག་སྐམ་པོ་ད་མི་གཡོ་ཟེར་ན་ང་ཏག་མ་ནས་དེ་ཡང་ན་ང་ཏག་ཁ་ལོ་བསྒྱུར་མི་ཉན་ཅེས། Never change ཧ་ལ་ལས་ང་ཏག་ཟེར་ན change བཅོ་མི་ཉན་ཅེས། ཡ་ནི་ཨོ་དོ་ཅི་ནོག་ཟེར་ན་ཁམས་གོང་མ་ཡིན་ནོག་པ་ལས་ཁམས་གོང་མ་སྒྲུབ་བྱེད་སི་དེ་ནས་ལས་ཡིན་པས་མི་གཡོ་བའི་ལ་སི་མོལ་དུ་ནོག་ཏག་ཁམས་གོང་མ་སྤེན་ན་ཁམས་གོང་མ་ཅི་ཡི་བརྗོད་ཀྱང་ཟེར་ན་ཁམས་གོང་མ་ལྷ་ཡིན་ན་ཟེར་ནོག་ཧ་ལ་ལས། དེ་ནས་ལྷའི་ན་བཟི་ལ་དེ་ནས་ལྷའི་ན་བཟི་ལ་དེ་ནས་ང་དང་ཨའི་ད་ང་དང་གཟུགས་མེད་ཀྱི་སྐྱེད་མོས་གཞིའི་པ་སྟེ་སངས་རྒྱས་ནས་ལྷ་ཡོད་རྒྱག་པ་ཨོ་དེ་ལྷའི་སྐྱེ་བ་ལེན་བྱེད་ཞིག་ཡིན་ན་ཨོ་དེ་ཁམས་གོང་མའང་ང་དང་ཨའི་སྐྱེད་བྱེད་ཞིག་ཡིན་ན་ཁམས་གོང་མ་དེ་ནས་ཉལ་བ་དང་ཡི་དྭགས་གཟེར་དཀར་སྙིགས་མ་ནས་མེ་ཡོད་མ་ནས་ཡོང་ང་མ་ལོག་ལས་སྐྱེས་ཟིན་ན་དེ་ཚང་མ་ང་དང་དཀར་ཡོད་རྒྱག་ཟིན་ན་དེ་རྡོར་ལྷ་མཆོག་ཟིན་ན་ད་ང་དང་ཨའི་སྤེལ་ན་བདག་ས་ཁམས་གོང་མ་ང་དང། ཁམས་གོང་མ། སུ་སྐྱེས་སྐྱག་ཟ་ན་ལྷ་འོན་སྐྱེས་རོགས་མ་ལོ་ཏོག་ད་ལྷའི། ཨོ་དེ་ལྷའི་ལྷའི་ན་ཟི་ཨིན་པ་སང་ཨོ་ད་ལྷའི་ལུས་རྟེན་ནིག་དེ་ནས་ང་དང་ཅི་ནོག་ཟེ་ན་ང་དང་འདེ་འགྲོ་ཐལ་ནོག་པ་ལེ་ལྷ་དང་མིའི་ལུས་རྟེན་འདེ་འགྲོ་འོད་ནོག་པ་ལེ། དེ་འདྲོའི་ནང་ང་དེ་ནས། དེ་འདྲོའི་ནང་ང། དེ་འདྲོའི་ནང་ན་ཟི་དེ་ནས་བཟང་བཟང་པོ་ཞིག་གི་ནོག་པ་ང་དང་ལྷ་ལྷའི་ན་ཟི་པོ་དེ་འདྲོའི་ནང་ན་བཟང་ང་ཞིག་གི་ནོག་པ། དེའི་ཕི་ཡ་དེ་ནས་ཁམས་གོང་མ། སྐྱེས་སྐྱེས་དེ་ལྷ་ཟི་ནིག་དེ་ནས་མིའི་ལྷ་ཟི་ཨིན་མོ་ལ་ནོག་ལེ། ཡིན་མོད་ལ། མི་གཡོ་བའི་ལ་བཞུགས་ན་དེ་ནི་བཀའ་རྟགས་ང་ལྟར་ཅི་བཞུགས་ནོག་བཞུགས་ན། དེ་ནི་བཀའ་བཞུགས་ཤིག་བཞུགས་ནོག་བཞུགས་ན། ཨཏ། ཨོ་ཏེ་ལཱས་ཏེ་ཨ་ལ། ཏེ་ལཱས་པོ་ཨ། བཀའ་ནི། དེ་ནི་ང་དང་མི་གཡོ་བའི་ལཱས་པོ་ཨ། དེ་ནི་གཡོ་འགུལ་དྭངས་མ་ནི་གཉའ་ན་མ་ནོག་ལ་གཡོ་འགུལ་ཟེར་ཆེས་ང་དང། དེ་འོ་ང་དང་འགྱུར་མ་ནི་ཐུབ་པ་མེད་ཀྱང། ཐུབ་པ་སང། པར་སིའི་དེ་སྐབས་སུ་དེ་ནི་ཁམས་གོང་མ་ལྷའི་ནཱས་ལ་དེ་ནི་ང་དང་སྐྱེ་ཆེས་ཡིན་ན། དེ་ནི། དེ་ན་རང་ལ། སྐྱེ་བ། གླིང་ཆེས་མ་གཏོགས་དེ་ནས་པར་སིའི་དེ་སྐབས་ལ་ཡུལ་གུལ་དང་སྟེ་དེ་ནས་ལྷ་ཡི་ན་ཟི་ནས་སྤོ་སྟེ་ཡང་དེ་བ་ང་དང་དང་མ་ནས་ཐུ་བ་མེད་ཀྱག་མོ་ལ་རོགས་འོ་ད་པར་སིའི་དེ་སྐབས་ང་དང་ཆོ་ག་འདོན་མོ་ལམ་དེ་ནས་ང་དང་ཀ་གཟུགས་ཞིག་མཛད་ནང་དེ་ནས་ཁ་ལོ་བསྒྱུར་ཐུབ་ཆེས་མ་ནས་མེད་དེ་རོགས་འོ་ད་ཀ་བ་ཡིན་ཡོང་བ་མ་རོགས་ཟེར་ན་འོ་ད་ང་དང་ཨའི་མིའུ་ཨའི་ལཱས་པ་ཡོང་ཨ་མ་ལོག་ཨོ་ད་ཅིག་ཅིག་ཨོ་ད་ད་བསོད་ནམས་ཀྱི་ལ་བཞུགས་ཀ་འཇིགས་སྐྱག་པ་བསོད་ནམས་ཀྱི་ལ་བཞུགས་དུས་དེ་ནི་ང་དང་འདོད་པའི་ཁམས་ལ་འདོད་པའི་ཁམས་ལ་ཧ་གོ་སྐྱག་པ་འདོད་པའི་ཁམས་ཟེར་ཅིག་ན་ང་དང་དང་མི་དང་ཡང་འདོད་ལ་རིགས་དྲུག་ཟེར་ཏེ་དེ་ནི་འདོད་པའི་རིགས་ཀྱི་ལྷ་ཧ་ལ་ལས་ལྷ་སྐྱེ་བ་ལེན་ལེན་ག་ནས་དེ་ནི་རིགས་ཞིག་ཡོད་སྐྱག་ཨོ་ད་ཨོ་དེ་འོན་ཅི་བཞག་རྩིས་བྱེད་སྐྱག་ནི་བསོད་ནམས་ཀྱི་ལ་བཞུགས་བ་ཡིན་ནོག་དེ་བ་དེ་ནི་ང་དང་བསོད་ནམས་ཀྱི་ལ་ཞིག་གི་ཐུགས་ལ་བསྟན་ཏེ་དེ་ནི་ཅི་ག་བྱེད་སྐྱག

པར་ཏི། པར་སིའི་སྡེ་སྐབས་ལ་པར་སྡོད་སྲིད་པའི་སྐབས་ལ་དེ་ནི་ང་ཚོ་འང་བྱ་བྱེད། གཏན་ཁེལ། ཡོད་ན་ཡང། ཨཱ་དེ་ནི་ང་ད་འདག་ས། བདུན་ཕྲག་རེ་རེ་ཡ་ཁྱོ་ག་དང་སྨོན་ལམ་དང་དགེ་བ་དགེ་བའི་དགེ་རྩ་པ་ཆེན་མོ་ཞིག་སྒྲུབ་ན་དེ་དུས་ལ་བརྟེན་ཏེ་དེ་ནི་ང་ད་བདེ་འགྲོ་བ་ཁ་བསྒྱུར་མྱང་བྱེད། ལྷ་དང་མི། མྱང་བ་བྱ་བྱེད་ཡོད་ནའང་དེ་ནི་ལྷ་དང་མི། ཨཱ་དེ་ནི་ང་ད་འང་ཆ་མྱང་བྱེད་བསྒྱུར་ཐུབ།

དེ་ཀའོ་ཁོ་རང་བར་དོ་བར་དོ་ལ་དེ་ནས་གནས་པའི་བར་སྲིད་ཀྱིས་དེ་ནས་སེམས་ཅན་རང་དང། འོ་ད་ད་དེ་བར་སྲིད་པའི་ནང་ཅིའུ་བཀྱག་ཟེར་ན་བདག་ས་ང་ད་ལྟོས་ཟེར་ནོག་ངས་ངེད་རང་ལྟོས་མོ་ལ་ངོ་འབྱུང་སྲིད་པའི་ཞལ་གཟུགས་ཅན་དབང་པོ་ཀུན་ཚང་ཐོགས་མེད་རྒྱུ་ཟེར་ཀ་ནས། དེ་ནས། ལྷའི་མིག་གིས་ང་ད། ལྷའི་མིག་གིས་བརྟགས་པ་མཐོང་མོ་ལ་ཀ་འགྲོ་ད་ལྟོས་འོ་ད་འོ་ཡོད་མོ་ལྟོས་ནོག་ལེ། དཔེར་ན་ང་དང། བར་དོའི་སྲིད་པའི་ནང་ང། གལ་ཏེ་བར་དོའི་སྲིད་པས་ན་སེམས་ཅན། རང་དང་རིགས་གཅིག་པ་ཞིག་གིས་མཐོང་ཆེར་མ་རྟོགས། དཔེར་ན་རང་དང་རིགས་གཅིག་པ་བཀའ་ཟུར་ཞེས་བརྗོད་ན་གལ་ཏེ་ས་ལ་གལ་ཏེ་ང་དང་ངའི་དེ་ནས། མཐོང་བ་ནོར་བ་ཞུས་ན། དཔེར་ན། དུད་འགྲོ་སྐྱེ་བ་ལེན་ཕྱིར། དུད་འགྲོ་སྐྱེ་བ་ལེན་ཀ་ནས་བར་སྲིད་པ་ཞིག་གིས་དེ་ནས་ཉལ་བ་སྐྱེ་བ་ལེན་ཀ་ནས། པ་ཧྲི་སྟེ་པ་ཀྲི་རི་སེམས་ཅན་ཅིག་མཐོང་ཐུབ་པ་ནོག་ཟེར་ན་ཨོ་ད་དོས་མཐོང་ཐུབ་པ་མེད་ནོག་ཟེར་ནོག་ལེ། ཅིའི་མཐོང་ཐུབ་པ་མེད་ནོག་ཟེར་ན་ད་རེས་གཞོན་མེད་རག་ལེ། ངོ་འབྱུང་ཧྲིད་པའི་ཞལ་གཟུགས་ཅན་དབང་པོ་ཀུན་ཚང་ཐོགས་མེད་རྒྱུ་ཟེར་ཏེ། དེ་ནི། ངོ་འབྱུང་ཟེར་ན་ཧ་ལ། ངར་མ་ཁོ་རང་ཀ་གཟུགས་ཤིག་ཡོད། འོ་ན་ནང་བཞིན་གྱིས་ག་ལ་ལེ། ཉ་བ་སྐད་ཅེས་ཟེར་ཁོས། པ་ཧྲི་དེ་ན་པ་ཧྲི་དེ་ན་ལ་ཟགས་ཏེ་ཡོད་ན་ཨོ་ད་ཁོ་ཨ་ཉལ་བས་རིགས་སྤོ་ཚང་མ་མཐོང་བ་ནོག་མ་གཏོགས་ཏུ་གྲོ་དང་ཡི་དྭགས་དང་ལྷ་དང་མི་མཐོང་བ་མེད་མོ་ལ་ནོག་ལེ། ཤོད་ས་ལས། ད་དེ་བང་དེ་ནས་ང་དང་བཀའ་ཟུར་གྱི་བཀྱག་ཟིན་ན་ཅི་ཕེད་འོ་ན་དེ་ནང་ནང་བཞིན་ལྷའི་མིག་ད་འོ་དེ་ལྷའི་མིག་གི་མངོན་ཤེས་དགོས་པ་ཡིན་པ་སང་ལྷའི་མིག་གི་མངོན་ཤེས་ཡོད་ན་དེ་ནས་ང་དང་བཀའ་གལ་ཏེ་ང་དང་ང་དང་ཙོག་ཞིག་གིས་བདག་ས་ཡི་མི་ལུས་ལ་འདུག་མི་ཡུལ་ལ་འདུག་ག་ནས་མི་ཞིག་གིས་དེ་ནས་ལྷའི་མིག་གི་མངོན་ཤེས་ཡོད་ན་ནི་དེ་ནས་མི་ཞིག་གིས་དེ་ནས། ཉལ་བར་བྱ་ཀ་ནི་ཉལ་བའི་བར་སྲིད་དེ་སེམས་ཅན་མཐོང་བ་བཀག། ཡི་དྭགས་ལ་བྱ་ཀ་ནི་ཡི་དྭགས་ཀྱི་བར་སྲིད་དེ་སེམས་ཅན་མཐོང་བ་བཀག། དེ་འོ་ནི་ང་དང་ལྷའི། ལྷའི་མིག་གི་ངོ་ཞེས་ནི་ང་དང་མེད་པར་སངས། ཁོ་རང་དག་བར་དོའི་ནང་སླེབ་པར་བགྱིད་ན། དེ་ནས་བར་དོའི་བར་སྲིད་དེ་ནའང་དུར་འགྲོ་བ་སྐྱེ་བ་ལན་ཀ་འཇིག། ལན་ཀ་ནི་བར་སྲིད་དེ་སེམས་ཅན་འཇིག་གི། དེ་ནི་ཉལ་བའི་བར་སྲིད་དེ། བར་སྲིད་དེ་སེམས་ཅན་འཇིག། དེ་ནས། མཐོང་བ་མ་ནོག་མོལ་དེ་ནོག། ཅིའི་ཕྱིར་བཞུད་ན། དེ་ནི་ཁོ་བ་རིགས་མཐུན། ཁོའི་རིགས་མཐུན་ཀ་ནས་རང་དང་རིགས་གཅིག་པ་རིགས་མཐུན་ཀ་ནས་ལ་མིག། ལའི་མིག་ཅེས་བཏགས་པས་བཞག་སྟེ་མཐོང་བ་ནོག་མ་ལྟ་ནོག། དེ་ནས་བར་དོའི་ཡི་ལུས་ནི་དེ་ནས་དབང་པོ་ཀུན་ཚང་ཡིན་ནོག་པ་ལས་བདག་སང་ང་དང་གསོན་པའི་དུས་སུ་ང་དང་བཞག་ར་བཞག་གོ་ཅི་ཞིག་ཡོད་ན་བར་དོའི་ན་ལས་པ་གཅིག་ན་ཡིད་ཀྱི་ལུས་པོ་དབང་པོ་ཚང་མ་ལ་པ་ཚང་དེ་ཡོང་བ་ནོག་མ་ལྟ་ནོག། ཡང་དེ་ནས་ཚང་མ་ཚ་ཀོ་པ་ཐོགས་པ་མེད་པ་རྒྱུ་ག་ནོག་ལྟ་ནོག། པདྨ་ནས་ཨོ་དེ་པར་ཞིག་པ་ཞིག་ཡིན་ན་སྤེན་ན་ང་དང་ཅོ་ཟེར་ནོག། ད་བར་དོའི་ཧྲིལ་བོ་དེ་བར་དོའི་ནང་བར་ཤིད་པ་བཞིན་མི་བཞིག་སྤེན་ན་བར་དོའི་ནང་ཡོད་ཀ་ནི་སེམས་ཅན་ནི་མི་བཞིག་ད་ས་ང་ད་ཡུ་ཀེ་ཕྱོགས་ཤིག་ཨ་ཨ་ལ་ཡ་ཨ་མི་རི་ཀ་ཚོགས་ཤིག་ཡ་ཡུ་ཀེ་ཕྱོགས་ཤིག་ཡ་ང་དང་ཆ་ན་སྟེན་ན་མ་ལ་ཁོ་མ་ནི་ཁོ་རང་སྐད་གཅིག་སྟེན་ན་མ་ལ་ཁོ་ཡུ་ཡུ་ཀེ་ཡ་སླེབས་ཐུབ་པ་ཁོ་ལས་ད་ང་དང་ཚོགས་ཤིག་ན་འཇའ་ཤིག་ན་བཞུགས་ཏེ

སྡོམ་འབྱུང་བའི་ཇི་ག་འོག་ང་དང། སྟོད་མོ་ལ་རོ་ག་ལ་སྔོན་འབྱུང་སྲིད་པའི་ཞལ་གཟུགས་ཅན་དབང་པོ་ཀུན་ཚང་ཐོགས་མེད་རྒྱུ། ལྷའི་མིག་གིས། གོས་ར་ང་དག་མཐོང་སྟེ་སྟན་ན་མ་ལ་ང་དང། ཐོགས་མེད་རྒྱུ་ཅེས་སྨྲ་ནས་ཐོགས་མེད་ཐོགས་པ་མེད་པ་གོ་འབངས་དང་གཉའ་ནས་ནོག། འཁོར་བ་དེ་ནས་ང་དང། གང་ལགས་ཡང་ལགས་ཅིག་སྨྲ་ནས་བཞག་སྟེ་ཡོད་སྣང་བའི་གསོན་པའི་དུས་སུ་ང་དང། བདག་ས་ང་དང། སོ་ནི་ང་དང་མི་ཡུལ་ལ་འདུག་གི་དུས་ལ་བཞག་ར་ཡོད་དྲུག་བཞག་གོ་ཡོད་དྲུག་འོན་པ་ཡོད་དྲུག་མི་མཐོང་ཀ་ནི་ཅི་ཞིག་ཡོད་ན་འོ་ད་ལྟོས་ཚང་མ་ཐོ་རེ་བར་དོའི་བར་ཤིག་དེ་ར་ལས་པ་ན་འོ་ཚ་ལ་དེ་ནས་གུ་ལྟོས་ཚང་མ་མ་ནི་མེད་ཀ་འགྱུར་ཏེ་དེ་མ་ཚ་ད་སེམས་དང་སྤོ་དང་ཧྱ་རྟག་པ་རྒྱུ་རེད་མོལ་འདུག་ག་ལས་འོ་དོས་ཡིན་མོ་ལ་ནོག་ད་ཡིན་ན་ང་འོ་དོས་བཞག་སྟེ་དེ་ནས་ང་དང་ང་སུ་ཞིག་ཡིན་ནང་དེ་ནི་ང་དང་སེམས་ཅན་སུ་ཞིག་ཡིན་ནང་དེ་ནི་བར་དོའི་ནང་དེ་གཟུགས་ཡོད་དེ་ནོག་མོལ་དེ་ནོག་ད་ལས་ཨོ་དེ་རྫུ་འཕྲུལ་ནང་བཞིན་དེ་ནི་མ་ནི་ཅིག་རང་ཐོགས་པ་མེད་པ་དུ་ཨ་འོང་ཡོང་བ་པ་སྦང་དང་ངན་ཅེས་ཨོ་ད་ཐོགས་ཤེར་དོ་ཚེ་རིང་མ་ཡི་ངལ་དུ་ཐོགས་སེར་མོ་སྐལ་མདངས་ད་དེ་ནི་ང་དང་ཐོགས་མེད་རང་རིག་པའི་ཡེ་ཤེས་ཐོགས་སེ་འཇུ་ཀ་འཇིགས་མ་ནི་འབའ་ཀྱི་ཚང་མ་ལ་དེ་ནི་ཁ་ད་མ་ནོག་མོལ་དེ་ནོག།

དེ་ཨ་གུན་དེ་ནི་ང་དང་སྐྱེ་ཤི་དང་ཕྱི་ཚེ་ཀུན་མ་ནི་ཡུད་ཙམ་མིན་རོགས་ལས་མ་ནི་ཁོ་རང་སྐྱེ་གཅིག་ཨེས་ཀ་གཅིག་དང་པོ་གཉིས་པ་ཨེས་པེ་ར་དང་ཀྱ་ཁ་ལ་ལས་ཏེ་ཨོ་ཡིན་འོག་མོལ་དེ་རོགས་ཨོ་ད་ཕྱི་སྲིད་ཇུས་སྐན་པོ་ང་དང་ང་དང་ཀུན་ལ་དེ་ནི་འཆི་བའི་སྐབས་དེ་ནི་སྐེ་ན་བཟང་པོ་ལེན་དང་མི་ལེན་ཇུས་སྐན་པོ་དེ་ནི་པར་སྲིད་དེ་སྐབས་ལ་གཏན་འཁེལ་ཨ་ལ་ང་ད་ཏན་ཏན་འཁེལ་བ་དང་དེ་ནི།

སྐྱེ་བ་དང་མི་དགེ་བའི་སེམས་མི་ཐོགས་གནས་ལྔ་དང་བཞི་ཀ་འཇིག་དང་ཡང་གསུམ་རེ་བཀག་ལས། ཨ་ལས། དགེ་བས་ཐོགས་ནས་བཞི། དགེ་བས་ཀུན་སློང་འཁུར་ཏེ་བཞི་ཀ་འཇིག། དེ་ནས་མི་དགེ་བས་ཀུན་སློང་འཁུར་ཏེ་བཞི་ཀ་འཇིག་ན་ལུང་མ་བསྟན་གྱིས་དེ་ནས་ལྔ་དང་སེམས་ཀྱིས་འཁུར་ཏེ། བཞི་ཀ། གསུམ་ཡོད་བཀག་ཟིན་ནོ། ད་བྱི་སེམས་དེ། ཨོ་དེ་བྱི་སེམས། ཨོ་དེ། ལྔ་དང། བྱི་སེམས་དེ་ལ། དེ་གསུམ་ཀ་ཚང་སྟེ་ཡོངས་བརླག་མི་སློབ། བྱི་བས་བཏུལ་ལ་དེ་ནས་ལྔ་དང། དཔེར་ན།

ལྟེ་བ་དེ་ནི་ང་དང་མི་དགེ་བའི་སེམས་དང་དགེ་བའི་སེམས་རྒྱུ་བ་ནོག་ལྟ་ལས་འོ་ད་ཀུན་སློང་པོ་བཟང་པོ་དང་ང་ངན་པ་གཉིས་ཀ་ཅང་མེད་མཁའ་འགྲོ་ཧ་མ་གོ་བ་ང་ད་ཧོབ་བཀང་ལ་ཧ་ལ་ཨིང་ལིག་ང་ད་བཞུ་ཅི་མེད་ན་ས་གྲན་ལི་ཨ་ཅག་ནག་ཐོབ་ཀྱི་ཤི་ཀན་ཀུན་ལ་འོ་ད་འོ་དེ་འོ་ང་དང་ང་གཅིག་མཛོད་ནོག་ན་འོ་ད་ལུང་མ་སྟན་གྱི་སྒོ་ནས་ཤི་བ་ཨིན་མཛད་དེ་དེ་ཟུ་བ་ང་དང་ང་བཞུ་བ་ནོག་སྐྱོད་པ་བཟང་འོ་དེ་ཀུན་སློང་བཟང་པོ་དང་ངན་པའི་ངན་པའི་དེ་ནས་པ་པར་སི་དེ་ན་དེ་ནས་ང་དང་ཅིའི་དོགས་ཟེར་ན། དེ་ནས་ལ་ང་དང་ང་འགྲོ་བ་སྐྱེད་བྱེད་དང། དེ་ནས་ང་དང་འདི་འགྲོ་བ་སྐྱེད་བྱེད་ཡང་དམྱལ་བ་ཡི་ང། དེ་ནས་པར་སིག་གི་དུས་ལ་དེའོ་ང་དང་ཅིའི་ཟེར་དེ་ན་དེའོ་ངེས་འཛུགས་ཨོ་གཟུགས་ཀ་དེ་ནས་ཀྲོང་སིག་དུས་ལ་ང་དང་དེ་ན་ཀྲོང་སྐྱིད་མ་ལས་དེ་ནས་ང་དང། སེམས། བདག་སང་ང་དང། སེམས། དེ་ནས་ང་དང། བསམ་ཚུལ་རྫོགས་པའི་སྐབས་དེ་ཚོ་ག་སྐྱོ་དེད་མོ་ལ་རོ་སོང་པ་སང་ད་རེས་རྨི་རམ་ལས་དྲིས་སྐར་འབོ་ཡིའུ་ཡིན་ནོག་ཡ་ལས་དེ་ནས་ཡང་ད་ལན་ཐེབས་ཏེ་ཡོད་དམ་མེད་ནི་ཅི་ཤེས་ཡ་ལས་ད་ང་རང་ཕྱོགས་ནས་དེ་ནས་ལན་མང་ཉུང་འཇིག་བཞུགས་ཀ་ནས་བརྩོན་འགྲུས་བསྐྱོ་སྟེ་འཇུ་ལས། ཡ་འཇུ་ལས་དེ་ནས་ཡང་ངའི་ག་ད་རེས་ཨ་ནེ་ལས་བྱེད་ཀྱི་དེ་ནས་རྒྱལ་བ་རིགས་ལྔའི་གཟུངས་སྔགས་ཀ་ཀུན་འདུས

ལ་ཕྱག་འཚལ་ལོ་ཟེར་ཏེ་ད་ཡིག་གཟུགས་ལ། ནང་པར་སྣང་མཛད་ཀྱིས་དེ་ནས། གཙོ་བྱས་པའི་སེམས་ཅན་ཐམས་ཅད་འཁོར་བ་དང་ངན་སོང་ལ། སྟོན་པའི་ཕྲིན་ལས་མཛོད་ཅིག་བཞུགས་སྒར་རྫོགས་བྱེད་ཨ། ད་ཡིག་བས་གཟུངས་རིང་ཅང་ཡོད་དེག་ད་ལྟེའོ། ནང་པར་སྣང་མཛད་དེ་གཟུངས་རིང་མོ་ཅིག་ཡང་བཙལ་ད། སྐྱོ་ར་བཛྲ་ན་ཡང་སྐྱོ་ར་བཛྲ་ན་མ་བདེ་མོ་ཀྱག་ཨོམ། ན་མོ་བྷ་ག་བ་ཏེ་སར་བ་དུར་ག་ཏི་པ་རི་ཤཱ་ད་ནི་རཱ་ཇཱ་ཡ།

ཨོ་ལེ། འབྱུང་བའི་རྒལ་སྤང་གཞོན་ནུ་ཡ་ང་དང་ཨག་ཤོ་བི་ཨ་ཡ། རྒལ་བ་མི་འཁྲུགས་པ་ཤར་གྱི་རྒྱལ་བ་ནོ། དེ་ནས་ཡང་བཅོམ་ལྡན་འདས་ཀླུ་ཡི་རྒྱལ་བ་ཀ་བ་ང་དང་ཨེ། རིན་ཆེན་འབྱུང་ལྡན་འཇུ་བ་ནོག་པ་ལས། རིན་ཆེན་འབྱུང་ལྡན། སྐྱོ་ཚ་ལས། ཁོང་ཨ། དེ་ནས་ཁོང་ཨེ་གཟུངས་སྔགས་པོ་བཞུས་ན་ཅི་ནོག་ཟེར་ན། དེ་ནས་ཨོམ་སར་བ་བིད་བྷ་ཏི་ནོག་ཨ་ལེ། ཨོམ་སར་བ་བིད་བྷ་ཏི་འཇུ་བ་ནོག་ལེ། འདི་ནི་གུར་འདྲིས་ཀུན་ནས་འགྱར་ཕྱོགས་རིན་ཆེན་ནའང་བཞུགས་ཅེས་ཧཱ་ལ་ལས། དེ་ནས་དག་ས་ང་དང་དེ་ནས་ནུབ་ཏུ་སྣང་བ་མཐའ་ཡས་ཧཱ་ལ་ལས། དགའ་བ་དེ་ནས་ང་དང་ངའི་ཨོམ་སར་བ་བིད་ཨ་ཞུ་བ་དང་ཨོམ་སར་བ་བིད་ཨ། དེ་ནས་ཤཱཀྱ་རི་དབང་ཡར། ནུབ་ཕྱོགས་ཀྱི་དེ་ནས་སངས་རྒྱས་སྣང་བ་མཐའ་ཡས་ཧཱ་ལ་ཨ་མི་ཏཱ་བ་ཞུ་སྟེ། དེ་ནས་ལྔ་པ་བའི་ཀ་དེ་ནས་རྒྱལ་བ་རིགས་ལྔའི་ཨོམ་སར་བ་བིད་ཏྲ་དྷ་ཞུ་སྟེ། དགའ་བ་དེ་ནས་ང་དང་ངའི་སྤྱང་གི་སངས་རྒྱས་དེ་ནས་ཨ་མོ་ག་སི་དི་ཡང་བཞོན་ནོ། ཡང་མེན་ཏོག་ཕྱེད་བརྒྱ་སང་ཀུན་དྲི་ཡི་ན་བཞུ་ཅན། དེ་ནས། ཅང་ཏོ་ཡོན་སྒྲུབ་པའང་བཞོན་ནོ་ཀོ་ཏ་ཨོ་ཏོའི་ཁོང་ཚང་ཀ་ནོ། སོང་པ་སང་ཨི་ཨོ་ཨ་ང་ཏང་ཨ་དེ་ནས་དེ་བཞིན་གཤེགས་པའི་རིགས་བཞི་བཞོན་ནོ་ཧ་ལ་ལས། དེ་ནས་དེ་བཞིན་གཤེགས་པའི་མིག་ཡུལ་དེ་བཞིན་གཤེགས་པ་དེ་ནས་རྒྱལ་བ་རིགས་ལྔ་ཡི་དེ་ནས་ད་ཅི་ག་ཆུང་ཆུང་ཅིག་ཡིན་ནོ་ཧེ་ལས་ད་ཡིག་གཟུངས་རིང་ཡང་གཟུངས་རིང་མོ་དགོས་ན་ནི་རིང་མོའང་ཡོད་ཀྱག་ལས་མ་ད་ཡང་མང་པོ་མང་པོ་དེ་བ་ཡང་རིང་ཡང་རིང་མོ་རིང་མོ་མང་པོ་ད་ཡིན་ནའོ། སྐྱོ་ར་རྫ་ན་འབྲི་གེ་རྒྱ་ཁ་ཡ་ལེ་ཨོམ་སར་བ། འགོ་མ། ཨོམ་སར་བ་བིད་སར་བ་ཨ་བ་ར་ན་བི་ཤུ་དཱ་ན་ཡ་ཡེ་ཧུང་བྷར། དེ་ནས། ང་དང་ནང་པ་ནང་ཛ། རྒྱ་བ་ནང་པ་ནང་ཛ་གཉིས་པ། ཨོམ་སར་བ་བིད་ཧུང་ཇོ་བོན་རྒྱལ་པོ་དེ་ནས་ང་དང། ཤར་གྱི་སངས་རྒྱས། དེ་ནས་ང་དང། མི་འཁྲུགས་པ། དེ་ནས་ཨོ་མི་སར་བ་བྷི་ཏི་བྷ། རྒྱལ་མཆོག་རིན་ཆེན་འབྱོན་ནོ། ལྷོ་ཡི་སངས་རྒྱས་རིན་ཆེན་འབྱུང་དང། ཨོ་མི་སར་བ་བྷི་ཏི་ཨཱ། ཤཱཀྱ་རིའི་དབང་དེ་ནི། ནུབ་ཀྱི་སངས་རྒྱས། ནང་བ་དྷ་ཡས་སོ། ཨོ་མི་སར་བ་བྷི། ཏྲཱི་དྷ། དེ་ནི་མེ་ཏོག་ཕྱེད་བརྒྱ་བྱང་གི། སངས་རྒྱས། དེ་ནི་ང་དང་ཨེ། སྟོན་ཡོན་སྒྲུབ་པའོ། ཚང་ཁ་ཡིན་ནོག་བཞུ་བྱེད་འཇུ་ལེ། དེ་ནི་ཡང། ཡུམ་བཞི་ཡང་ཡོད་དེ། ད་ལྟའི་ཚང་མ། མ་བཞུ་ན་དྲི་སྟོན་ནོག། དཔེར་ན་སངས་རྒྱས་སྤྱན་མ་ཨོམ་བུ་ད་ལོ་ཅཱ་ནི་ཧུང་བརྗོད་ཅིང་རྡོ་རྗེ་མཱ་མ་ཀཱི་ཡ་དེ་ནས་ཨོམ་བཱཇར་མཱ་མ་ཀཱི་ཏྲཱམ་བརྗོད་ནོ། དེ་ནས་དེའི་སྟེང་ནས་ང་དང། ཏཱྃ་ཡིག་ཚང་མ་དྲུག་བརྗོད་ཅིང་ད་ཡིག་ན་རྒྱལ་བ་རིགས་ལྔ་བརྗོད་པ་རིགས་ལས་རྒྱུད་ལས།